ཁ་པར་བརྒྱུད་ནས་དངུལ་གྱི་བཏང་ལེན་བྱས་བཞིན་དུ Online Payment ལག་རོ། ད་ལྟ་ཁྱེད་རང་ཚོ་ཡུལ་སྲོལ་ཚ་རྒན་སྦྱིན་པ་ཡིན་ནས་གང་ལྟར་ཁྱི་ཟོས་བ་ཡིན་ན་དེ་ལས་ཡང་ཉེན་ཁ་དང་སྐྱོན་ག་རེ་ཡོད་དེ་ལས་སྲུང་སྐྱོབ་བྱེད་སྟངས་དེ་ཡིན་གྱི་མིན་གྱི་ཧ་གོ་གོ་རེད་གལ་སྲིད་ཟོས་མེད་མཁན་སྦྱིན་པ་ཡིན་ནས་ཡང་ཁྱེད་རང་ཚོ་དེ་ཡིས་ཟོས་བ་ཡིན་ན་དེ་ལ་ཁེ་བཟང་ག་ཚོད་ག་རེ་ཡོད་མེད་དང་ཁེ་ཕན་ག་རེ་ཡོད་མེད་དེ་ཚོ་ཚང་མ་ཡག་པོ་གྱི་ཧ་གོ་གོ་རེད། དེ་ཡིན་ཙང་དེ་རིང་ངས་ཁྱེད་རང་ཚོ་ལ་ཡང་ང་རང་གི་ལོ་དྲུག་གི་ཉམས་མྱོང་དང་འབྲེལ་ནས་པ་ད་ཁེ་བཟང་ག་རེ་ཡོད་མེད་ཁེ་ཕན་ག་རེ་ཡོད་མེད་ཡང་དེ་ལ་ཡང་སྐྱོན་དང་ཉེན་ཁ་ག་རེ་ཡོད་མེད་ཉེན་ཁ་དེ་འདྲ་ཡོད་ན་ཉེན་ཁ་དེ་ཚོ་ལས་ཐར་ཡ་དང་ཉེན་ཁ་དེ་ཚོ་མ་ཡོང་ཡ་གི་སྲུང་སྐྱོབ་འདྲ་བོ་ག་འདྲ་བྱེད་དགོས་ཡོད་མེད་དེའི་སྐོར་ལ་ངས་ཁྱོད་རང་ཚོ་ལ་འདྲི་ཤོས་ཡིན། དང་པོ་དེ་ལ་ང་རང་ཚོས་ཁ་པར་བརྒྱུད་ནས་དངུལ་ཡོད་ཡ་མ་དང་ལེན་བྱེད་ཡ་དེ་བཟོས་པ་ཡིན་ན་ད་ཁེ་ཕན་ག་རེ་ཡོད་རེད་ལབ་པ་ཡིན་ན་ད་ནམ་རྒྱུན་ང་རང་ཚོ་དངུལ་ཁང་ལ་འགྲོ་ཡ་དེ་རྙོག་དྲ་ཚ་ཤོས་ཅིག་ཡིན་པ་ད་དེ་བཟོས་པ་ཡིན་ན་དངུལ་ཁང་ལ་ཞེ་དྲག་འགྲོ་དགོས་ཆགས་གི་མ་རེད་མི་གཞན་དག་ལ་དངུལ་འདྲ་བོ་ཞིག་བཏང་དགོས་ཡོད་ན་རང་ཚོ་ཁ་པར་བརྒྱུད་ནས་ཧུབ་ཏུ་བཏང་ཡ་དང་ད་དངུལ་ཚུར་ལེན་ཡ་ཡིན་པ་ཡིན་ན་སྟབས། དེ་འོ་ཞེས་འོ་བྱེར་བ། རང་སོ་སོའི་དངུལ་ཁང་ལ་ཡང་དངུལ་ག་ཚོད་འབྱོར་ཡོད་མེད་རང་སོ་སོའི་དངུལ་ཁང་ལ་ཡང་དངུལ་ག་ཚོད་ལྷག་ཡོད་མེད་དེ་ཚང་མ་ཁ་པར་ནང་ལ་ཁ་བསྡུ་བལྟ་ཐུབ་ཀྱི་འགྲོ་བ། དེ་རང་སོ་སོའི་ཡར་མར་འགྲོ་དུས་ཡང་ཁ་པར་བརྒྱུད་ནས་དངུལ་སྤྲད་ཡོད་ན་དངུལ་ག་ཚོད་ག་ཚོད་ག་བ་ལ་སྤྲད་ཡོད་མེད་དང་དེ་ཚོ་ཚང་མ་ཡིག་ཐོག་དེ་ཏག་ཏག་དེ་ཡི་རེད་བ། ནི་ཁ་པར་ཨང་གྲངས་ལས་དངུལ་བླུག་ཡ་རེད་ཁ་པར་བརྒྱུད་ནས་ཡང་གློག་རིན་འདྲ་བ་ཆུ་རིན་འདྲ་བོ་དེ་སྤྲད་ཡ་རེད་ཡང་དེ་ཚོ་ཡི་དུས་ཚོད་དེ་ནས་ཡང་རང་སོ་སོས་དྲན་པ་མ་བྱེད་བ་ཞིག་རང་སོ་སོ་རེད་ཡ་ཏག་ཏག་དྲན་ཚོད་བླང་ཡ་གི་དང་དེ་ཡིག་འཇོག་ཡ་རེད་ཡང་ཁ་པར་ཨང་གྲངས་ལ་དངུལ་བླུག་ཡ་རེད་དངུལ་བཏང་ཡ་རེད།

ད་གང་ལྟར་རྡོག་རྡོག་ཅིག་ལ་བ་ཡིན་ན་ད་ཁ་པར་བརྒྱུད་ནས་དངོས་བོད་ཅིག་བཏང་ཡ་འདི་གིས་ག་རེ་བྱེད་ཡོད་རང་སྟབས་བདེའོ་བཞིའོ་ཅིག་གསོལ་བྱས་ཡོད་ལ་རང་སོས་དུས་ཚོད་མང་བོ་བཞིའོ་ཅིག་འཕྲུལ་ལར་མ་ཤོར་བ་དང་དུས་ཚོད་མང་བོ་བཞིའོ་ཅིག་སེབས་གཅིག་རེད་དེ་ཡིན་ཙང་ད་དེ་ཙང་དུས་ཚོད་ལ་མི་སྒེར་པ་ཡིན་ནས་འདྲ་ཚོང་ཁང་ཡིན་ནས་འདྲ་མང་ཆེ་བ་ལ་ད་ཁ་པར་བརྒྱུད་ནས་དངུལ་སྤྲོད་ལེན་བྱེད་ཡ་དེ་ཡོད་རེད་ད་དེ་མ་ཟད་དེ་ཙང་དུས་ཚོད་ལ་ཨོ་རོད་བཏང་ཡ་ཡིན་བྱས་ནས་ད་དུས་ཚོད་བོད་ཅིག་བཏང་དགོས་བོ་རེད་ལ་ད་གང་ལྟར་ཕྱིར་ལོག་འདྲ་བོ་འགྲོ་དུས་ཡིན་གཅིག་མིན་གཅིག་དགོས་ཡ་འདྲ་བོ་ཅིག་ཡོད་རེད་དེ་ད་ཁེ་ཕན་དེ་འདྲ་མང་བོ་ཅིག་ཡོད་ཙང་དེ་ཙང་དུས་ཚོད་ལ་ད་མི་མང་ཆེ་བས་བོད་ཅིག་བཏང་དགོས

གང་ལྟར་ཁོང་ཚོས་ང་རང་ཚོ་ལ་རྔམ་སྐྲག་ཞིག་སྐྱེས་བཅུག་གི་རེད་ང་རང་ཚོས་ཡིན་ནའི་དངོས་གནས་རང་མི་འགྲོ་བསམ་ཚུལ་བེད་དགོས་རང་ཡིད་ཆེས་དགོས་གྲབས་བཟོས་ཤིག་རང་ཚོས་ད་ཁོང་ཚོ་ཚོས་ཐིག་པོ་བཞི་བོ་དང་སྐད་ཆ་བཤད་སྟངས་དུ་དཔེ་ངན་པ་ཡོད་རེད། དེ་ནི་དུས་ཚོད་དུ་ཚོས་ཡ་ངན་པ་བཞི་བོ་ཅིག་ལ་ཁོང་ཚོ་ཁ་པར་གླེགས་ཀྱིར་བལྟ། ཨོ་དེ་འདྲའི་ཁ་པར་འདྲ་བོ་གླེགས་དུས་ཁྱོད་ནས་ཡིད་ཆེས་ཡོད་མ་གདའ་ཡ་རྒྱ་ཡ་ཡོད་མ་རེད་ཁོང་ཚོས་གཅིག་བྲིས་ཤིང་གཉིས་བྲིས་ཤིང་ལ་ཁྱོད་ནས་སྤྲད་ཡོད་མ་གདའ། ག་རེ་རེད་ལབ་བ་ཡིན་ན་གཅིག་ནི་དངུལ་ཁང་མང་བྱས་པ་དེ་འདྲའི་ཁ་པར་བཏང་ནས་དེ་འདྲའི་ལབ་པའི་ལུགས་སྲོལ་ཡོད་མ་རེད། ཁ་པར་བཏང་ནས་དེ་འདྲའི་གི་ཁྱོད་ནས་སྐད་ཆ་བྲིས་ཡོད་མ་རེད་དངུལ་ཁང་ཡིན་པ་ཡིན་ན

དེ་འབྲེལ་གྱི་ནས་གཏེམ་ཞུ། འདི་ནང་བཞིན་རེད་མཚམས་མཚམས་ཁ་པར་ལས་ནས་ད་ནམ་རྒྱུན་ཁྱོད་རང་གི་ཁ་པར་བརྒྱུད་ནས་དངུལ་སྤྲད་པའི་སྐབས་སུ་གསང་བ་ཨང་ར་ཅིག་འདུག་ཨ་དེ་གསང་བ་ཨང་ར་དེ་ཁོང་ཚོ་ལ་ཡང་སྤྲད་རོགས་གྱིས་ག་རེ་གླེང་ན་གསང་བ་ཨང་ར་ལབ་རོགས་གྱིས་ས་གླེང་ན་ཁྱེད་རང་གི་དངུལ་ཁང་ལ་ཡང་དངུལ་བཅུག་དགོས་འདུག་དངུལ་བཏང་དགོས་འདུག་ས་ནི་ཁྱོད་རང་ལས་ཕུག་ཨང་དངུལ་བླུག་ཡག་འདུག་དེ་འདྲ་ཞིག་འདུག་དེ་ཡིན་ཕ་བཏང་ཡང་བཏང་ཐུག་མི་འདུག་ཁྱེད་རང་གི་གསང་བ་ཨང་ར་དེ་དེ་ལབ་རོགས་གྱིས་ལབ་ཨོ་དེ་འདྲ་ལབ་གི་རེད་དེ་འདྲའི་སྐབས་སུ་ཁྱོད་ནས་ཡིད་ཆེས་ཡོད་མ་རེད་ད་ད་དེ་ཚོ་ང་ཚོ་ནམ་རྒྱུན་ཁ་པར་བརྒྱུད་ནས་དངུལ་སྤྲད་པའི་སྐབས་སུ་གསང་བ་ཨང་ར་བེད་སྤྱོད་བཏང་གི་འདུག་ཨ། གསང་བ་ཨ་མྲ་དེ་དངུལ་ཕག་རྟགས་ཡན་ལ་མ་དུ་བེད་སྤྱོད་འཁྱོལ་ནས་ཡོད་མ་རེད་དངུལ་ཚུར་རག་ཡ་དང་ཚུར་གླས་ཡ་ལས་ཡ་དེ་བེད་སྤྱོད་འཁྱོལ་ནས་ཡོད་མ་རེད་དེ་སྤྲད་དགོས་ཡ་དགོས་ར་ཡོད་མ་རེད་དེའི་བར་དངུལ་རྟགས་ཡ་གཅིག་པུ་ལ་ང་རང་ཚོས་ད་ང་རང་ཚོ་དངུལ་སྤྲད་པའི་སྐབས་སུ་མ་དོ་གསང་བ་ཨ་མྲ་དེ་བེད་སྤྱོད་བཏང་ཡ་ཡོད་མ་རེད་དེ། གཅིག་དེ་ལ་ཡིན་རྒྱུ་ཉེན་ཁ་ཅིག་ག་རེ་ཡོད་རེད་ལབ་ན་ང་རང་ཚོས་ད་ཁ་པར་ཨ་མྲ་ལས་ཡ་ཁོང་ཚོ་ཡི་ཁ་བྱང་འདྲ་བོ་དྲ་མ་འདྲ་གླས་གི་རེད་ཡ་ཁྱེད་རང་གི་ཁ་པར་ཨ་མྲ་ལ་ནས་ཁྱེད་རང་གི་དངུལ་ཁང་ལས་ཡ་དངུལ་ཡི་དེ་འདྲ་ཞིག་འཛུལ་བཞག་ལ་ཡ་རེད་འོ་ད་ནི་ཁྱོད་རང་དེ་ལས་ཡ་དེ་འདྲ་ཅིག

འདི་བྱས་ཡོད་མ་རེད་ལ་ནང་ལོག་རྫུས་བྱས་དེ་རང་སོའི་ཁ་བྱང་དང་དངུལ་བང་གི་ཁ་བྱང་རེད་དེ་ཚོ་ཁྱོན་ནས་སྤྲད་རྒྱུ་མེད་རེད་དེ་ནས་སྤྲད་པ་ཡིན་ན་ཡང་རང་སོའི་དངུལ་མང་བོ་ཅིག་དེ་ནས་ཁོང་ཚོས་ཐེངས་འགྲོ་ཡ་རེད་སྐུ་མ་ཤོར་ཡ་ཡང་ང་རང་སོ་གི་བསྟན་བཤོལ་ཅིག་ག་རེ་བྱས་ཡོད་རེད་ལ་ན་ང་རང་སོའི་ཁ་པར་བརྒྱུད་ནས་དངུལ་བཏང་ལེན་བྱས་གི་ད་དངུལ་ཁང་དེ་ག་རེ་བེད་སྤྱོད་བཏང་གི་ཡོད་ད་དངུལ་ཁང་དེ་ལས་ཡ་ད་དངུལ་ཕོན་ཆེན་པོ་ཞིག་བོ་ཅིག་མ་བཞག་ཡ་དེ་གལ་ཆེན་པོ་ཞིག་བོ་ཅིག་ཆགས་གི་རེད་ད་དངུལ་ཡོད་སྒོར་མོ་སྟོང་ཕྲག་ལྔ་ཁྲི་གཅིག་ད་དེ་ནས་ཞིག་བཞག་དེ་ཚོ་ཡང་བེད་སྤྱོད་བཏང་ཞིག་བཟོ་རོགས་ཅིག་དེ་ཡང་དངུལ་བླུག་གི་བླུག་གི་བྱས་ན་དེ

བྱེད་པོ་རྒྱ་ཡ་རོ། དེ་བྱེད་པོ་རྒྱ་ཡ་དེ་ཟླ་བ་ཁ་ཤས་ཁ་ཤས་ལ་རང་སོ་སོ་ཡང་བྱེད་པོ་རྒྱབ་ཀྱིས་རྒྱབ་ཀྱིས་བྱེད་ཐུབ་ན་ཨང་དེ་བསྟན་པོ་ཡོད་རེད་ཡང་ཡང་ཕྱི་ལོགས་ཡར་མ་འགྲོ་དུས་མི་ཚོ་མང་པོ་པར་ར་ཤི་བོར་འགྲོ་དུས་རང་སོ་སོ་ཁ་པར་ཏི་ཏ་ཏ་ཡིན་གྱི་མེད་ཡག་པོ་ཉག་ཡ་ཡིན་པར་བ་དེ་དང་མཉམ་དུ། དམིགས་བསལ་གྱི་གཟབ་གཟབ་དང་གསང་བ་བྱེད་དགོས་རེད་དེ་ནི་ང་རང་ཚོ་རིན་མེད་ཀྱི་དྲ་རྒྱ་ལ་གི་དོ། ཕི་རིའི་ཝའི་ཧྥའི་ལ་གི་དོ་དེ་དྲ་མ་འདྲ་བེད་སྤྱོད་མ་བཏང་ན་ཡག་གི་རེད་ད་ཁོ་རང་ཚོ་དེ་ཡང་དེ་བ་བརྟན་པོ་ར་བ་བྱེད་ན་བེད་སྤྱོད་བཏང་འགྲིག་རོ་དེ་མ་གཏོགས་ཡང་དེ་ཚོ་ནང་ལོར་ཡང་དབུ་མ་གི་དྲ་རྒྱ་དེ་ཚོ་བ་གཡོག་བྱེད་པ་གཡུག་བྱ།

ཆེན་པོ་དང་ད་ང་རང་སོང་སྔོན་ནས་ཧ་གོ་གོ་ཡག་གི་སྐྱོན་ཡང་ག་རེ་ཡོད་མེད་མཛོད་ཆེན་པོ་རིགས་དང་ད་ཅི་སྟངས་ཁོ་རང་ཡིན་གཅིག་མིན་གཅིག་ཧ་གོ་གོ་ཡག་གི་འོ་དེ་ཚོ་རིགས་གཅིག་མ་ད་ཞུ་བའི་སྐད་ཆ་ཡིན་ད་ལས་ལ་སོ།